ནོར་བྷེལ་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན་ཀུན་ལ་ཡང་འཚམས་འདྲིའི་བཀྲ་ཤིས་བདེ་ལེགས། ད་རིང་བཙན་བྱོལ་བོད་མིའི་གནས་སྟངས་ངོས་སྤྲོད་ཀྱིས་ལས་རིམ་འོག་ལ་ཡང་རྒྱ་གར་རྡོ་རྗེ་གདན་ཁུལ་ལ་ཡོད་པའི་ཚོང་ལས་གནང་མཁན་ཁག་ཅིག་ལ་བཅར་འདྲི་ཞུ་བའི་ལས་རིམ་ཞིག་གསན་གཟིགས་ཡོང་བ་ཞུ། ནོར་བྷེལ་རླུང་འཕྲིན་ཁང་གི་གསན་གཟིགས་གནང་མཁན་ཡོངས་ལ་ནི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན།

རྒྱ་བོད་འབྲུག་གསུམ་ཡོད་མཁན་གྱི་ཚོང་པ་ཆགས་ཡོད་རེད། ད་དེའི་ནང་ལོགས་ལ་ད་མི་མང་ཆེ་འདྲ་བོ་ཅིག་ད་ཆ་མི་དཀྱུས་མ་འདྲ་བོ་ཅིག་ད་ཚོང་རྒྱག་མཁན་ཆགས་ཡོད་རེད་ལ། ཨ་ནི་དཀྱུས་མ་དེ་ཅིག་ད་ཁོ་རང་ཚོ་གི་ད་གུང་ཁེ་གི་ནང་ལོགས་ལ་ད་ལོ་གཅིག་གི་འཚོ་བ་གི་ཆེད་དུ་ལ་ད་ཅི་གནད་འགག་ཚོང་གནད་འགག་ཆེན་པོ་ཅིག་ཆགས་ཡོད་རེད། ད་དེའི་ནང་ལོགས་ལ་ཚོང་འདྲ་བོ་ཡིན་པས་ན་ད་ཅི།

ལོ་རྒྱུས་ཐོག་ནས་ཆོས་དང་རིག་གཞུང་མང་པོ་ཞིག་འབྲེལ་བ་ཡོད་ངེས་ཀྱི་ང་ཚོ་རང་གཞིས་ཆགས་ཡོང་གི་ཡོད་རེད་ལ། མདོ་སྟོད་བོད་རིགས་ཚོང་འབྲེལ་མཐུན་ཚོགས་ཡིན་ན་ད་ག་རང་གིས་ད་ང་ཚོའི་ཆོས་དང་རིག་གཞུང་མང་པོ་ཞིག་འབྲེལ་བ་ཡོད་ངེས་ཀྱི་ཚང་མ་ཞིག་ད་མཉམ་མཉམ་རུབ་རུབ་ཧི་མ་ལ་ཡའི་རི་རྒྱུད་མི་རང་ཡིན་པ་ཞིག་ཚང་མ་མཉམ་འབྲེལ་ཞིག་ཀྱེ་མ་ཡང་ན་བོད་རང་བཙན་སླར་གསོ་བྱུང་ཡིན་ན་ཡང་ཀྱེ་འདི་ནང་བཞིན་ཡང་ཀྱེ་ལྷ་ས་ལ་ཡང་དེ་འདྲས་ཞུས་ནས་ཡང་ང་ཚོ་ཚང་མ་མཉམ་དུ་ཚོང་བྱ་ཡག་གི་ད་ཀྱེ་ཕག་ཚོས་ཀྱི་དཔེ་ང་ཚོ་གི་འབྲེལ་བ་བཟང་པོ་ཡོད་རེད་དེ་འདྲས་ཆགས་དུ་ཡོད་རེད་ལ།

ཚར་གྲུ་དུས་ཙམ་པོ་སྡིག་པ་ས་ཡ་དང་འདི་འདྲའི་ཞིག་དཀའ་ངལ་མང་པོ་ཅིག་ཡོད་དེ་དུས་ཙམ་པོ་ཨ་ནི་ང་རང་གིས་ད་བསམ་བློའི་ནང་ལོགས་ཅིག་འགྱུར་བ་ཞིག་བཏང་ནས་ཨོ་ད་བཀྲ་ཤིས་རྟགས་བརྒྱད་འདི་བེད་སྤྱོད་བཏང་པ་ཡིན་ན་ཡག་པོ་ཞིག་རག་མི་འདུག་བྱས་ཙང་ང་འདི་ལས་ལྷག་ང་རང་ཚོ་བོད་ན་སྲོལ་རྒྱུན་གྱི་བོད་ཀྱི་ཨ་ནི་རིག་གཞུང་གི་ད་ཆ་དང་བོད་ཀྱི་ཨ་ནི་འབྲོག་པའི་གི་དབྱིབས་ད་སོ་སོའི་གི་ནང་ལ་འདི་འདྲའི་ཅིག་བརྒྱབ་པ་ཡིན་ན་ཨ་ནི་སྤུ་གུ་དེ་ཚོས་ཨོ། ང་ཚོའི་བོད་དེ་འདི་འདྲས་ཀྱི་ཡོར་ད་སམ་སང་གི་བསམ་བློ་ཁོག་ཡ་དང་དྲན་ཡ་ཅིག་མཚོན་ཡ་ཆེད་དུ་ཨ་ནི། བོད་ཀྱི་ཡུན་འཇུག་འདི་འདྲས་བྱས་ནས་ཨ་ནི་དེ་གས་ཚང་མ་ཡོད་རེད་ལ། ང་རྡ་རམ་ས་ལ་ནས་ཡོང་གི་ཡིན། ད་ང་མི་རིགས་བོད་ཀྱི་རེད། ང་ཁུངས་མདོ་ནེ་པ་ལི་རེད། རྟ་མ་རེད་རྟ་མ། རེད་ཡིན་ན་ལ་ང་ད་ལོ་གཅིག་གི་ཐང་མ་གཅིག་དེ་ནི་མ་ཉེ་སྒོར་དགྲ་བོ་དང་ཏེ་ཟི་ཛ་ར་ཛུ་རི་ཏེ་ཟི་ཡོ་བ་འོ་དེ་ཙུང་ག་ལེ་ཡིན།

སྐྱིད་པོ་འདུག། ད་ལྟ་བར་དུ་ད་ཚ་བ་ན་བ་ཞེ་དྲག་ཡོད་མ་རེད་བི་ཤི་ནུ་བུ་གི་སྐུ་དྲིན་གྱིས། བདག་གི་དེབ་དེ་མང་ཆེ་དེ་གོང་ས་མཆོག་གི་དེབ་ཡིན་ལ་དྲིན་ཤོག་རང་ཁྱེར་མེད་དེ། ཨ་ནི་ང་ཚོའི་ལོ་རྒྱུས་ཨ་ནི་སྒྲུང་དེབ་ཨ་ནི་པུ་གུའི་ཀ་ཁ་ག་ང་ལས་བཟོ་བའི་ཡིག་གཟུགས་ལས་བཟོ་བའི་འདྲ་འདྲ་མིན་སྣ་ཚོགས་ཡོད་སྲིད་ཞེས་ཡིན་ལ།